ཁོང་གིས་བརྩམས་གནང་པའི་གཞི་གྲངས་དེ་ཚོ་གི་གཞི་རྩ་དེ་དང་དངོས་ཡོད་ཀྱི་སྤྱི་ཚོགས་ནང་ལ་བྱུང་བ་ཡང་ན་དངོས་ཡོད་ཀྱི་འཇིག་རྟེན་ཐོག་ལ་བྱུང་བའི་གནས་ཚུལ་དེ་འདྲ་ལ་བརྗོད་བྱ་ཅིག་བརྩམས་གནང་ཡོད་པ་འདྲ་བོ་ཅིག་ཚོར་སོང། གཞི་གྲངས་དེ་ཚོ་ཀློག་པའི་སྐབས་ལ། ད་ང་ཚོས་ནམ་རྒྱུན་དྲ་ཐོག་ནས་བརྙན་ཐུང་དེ་འདྲ་མང་པོ་མཐོང་གི་ཡོད་རེད་བ་སེམས་ཅན་ང་འདྲ་བ་ཡིན་ན་སེམས་ཅན་གྱི་གཏི་མུག་དེ་འདྲ་བལྟ་ཡག་པའི་དགའ་བོ་ཡོད། སེམས་ཅན་གྱི་གཏི་མུག་དེ་འདྲ་བལྟ་བའི་སྐབས་ལ་ད། ཨ་མ་གི་སྤུ་གུ་ལ་སྲུང་སྐྱོབ་བྱེད་ཡག་དང། ཨ་མ་གི་སྤུ་གུ་ཆེད་དུ་ད།

ཕ་མ་དྲིན་ཆེན་པོ་གཅིག་ཡིན་པར་ངོས་འཛིན་བྱེད་མི་ཐུབ་པ་ཡོང་ན་ཕ་མིས་སོ་སོ་ལ་རོགས་པ་བྱས་ཏེ་ཧ་ལམ་མ་སོང་ན་ད་ཕ་མིས་གིས་ད་གར་ལོག་དགོས་ཁོ་རང་གིས་བྱེད་དགོས་ཡས་ཀྱི་ཡིན་པ་རེད་བསམ་པའི་ཟུར་འདྲ་བ་གཅིག་གི་ཐོག་ནས་གང་ལྟར་ཕ་མ་དང་སྤུན་གུ་བར་གྱི་བརྩེ་བ་དང་འབྲེལ་ལམ་དང་དེ་ཚོ་རང་རེ་འགྲོ་བདེ་བའི་དཀའ་ངལ་གྱི་དངོས་ཡོད་ཀྱི་སྤྱི་ཚོགས་ཐོག་ལ་ཡོང་བསྡད་ཀྱི་ཡོད་ར་ལྷག་པར་དུ་ད་ང་ཚོ་ཕྱི་རྒྱལ་ལ་གནས་ཀྱི་ཚོ་ལ་དེ་གི་ཐོག་ལ་དཀའ་ངལ་གྱི་ཡོང་གི་ཡོད་པ་ཡིན་ཙང་ད་ལྟ་གཞི་གྲངས་དེ་ཚོ་ཡིན་པ་ཡིན་ན་གཞི་གྲངས་དེ་ཚོ་བློ་སྤོས་ཀྱི་བརྒྱུད་རིམ་གྱི་ཁྲོད་ནས་སྤུག་ལ་ཏན་ཏན་སེམས་ཁུར་ཐེབས་ཐུབ་ས་རེད་བསམ་བསམ་གི་ནས་སྒྲུང་དམིགས་བསལ་བ་དེ་འདྲ་ཆགས་ཀྱི་འདུག་དེ་ནས་ཡང་ཁྱད་ཆོས་གཉིས་པའི་ཐོག་ནས་བཤད་པ་ཡིན་ན། སྒྲུང་འདི་ཚོ་ཕ་མིའི་གར་སོགས་ཀྱི་འོག་ཕ་མིའི་བརྩེ་སེམས་གཙོ་བོ་བརྗོད་བྱ་བྱས་ཡོད་པ་གང་ཞིག་ལ། བྱམས་དང་སྙིང་རྗེ་གཞན་ཕན་ཡ་རབས་བཟང་སྤྱོད་དེ་ཚོ་ཡང་བརྗོད་བྱ་བྱས་ཡོད་པའི་སྒྲུང་དེ་འདྲ་ཆགས་བསྡད་ཀྱི་འདུག་ད། སྐྱི་སྟོང་རྩེ་བའི་ཆ་ནས་སྒྲུང་དེ་ལ་ཁག་གཉིས་ཡོད་རེད་བ། ཨཱ་ཁག་ཐུང་ངུ་གཉིས་པ་ཟེར་ནས་ཁག་གཉིས་ཡོད་རེད་ཁག་རེ་རེའི་ནང་ལ་ཨཱ་སྒྲུང་ལྔ་ལྔ་ཡོད་རེད་བ། དེའི་ནང་ནས་སྒྲུང་དྲུག། འདི་ལ་སྒྲུང་དྲུག་འདུག་བ། སྒྲུང་དྲུག་དེ་ཡིན་པ་ཡིན་ན། གཙོ་བོ་ད་ག་རེ་ཟེར་ན། ད་སེམས་ཅན་དུད་འགྲོ་དེ་འདྲ་ཡོད་རེད་བ་ད་བྱེའུ་དང་ཙི་ཙི་དང་གང་ལྟར།

བརྗོད་བྱ་གཙོ་བོ་བྱས་ཡོད་པའི་གནས་སྒྲུང་དེ་འདྲ་ཆགས་ཀྱི་འདུག་འདི་འདྲ་བ་ཡིན་པ་ཡིན་ན་རླབས་ཆེན་གྱི་ཨ་མ་ལབ་འདུག་ཨ། ད་གཞི་མ་འདིས་ཀྱི་ད་གཞི་སོ་སོ་གྱི་ཞིབ་འཁྲུག་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ཤོང་ནག་མི་འབར་ཡོང་བའི་སྐབས་ལ་ཞྭ་དང་ཞི་བའི་ཚོང་མ་ཕ་འཕེར་འགྲོ་རུ་ཁོ་མ་འཕར་བ་བྱས་ནས་ཨ་མ་དེས་ཀྱི་ད་ཞི་བའི་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་སོ་སོ་མེ་ལ་ཚིག་གཅིག་བཞག་ཡག་གི་དེ་འདྲི་གི་སྒྲུང་ད་གར་སེ་ན་མི་སུ་རི་ཁག་དེ་འདྲི་གི་དངོས་སུ་མཐོང་བའི་སྒྲུང་དེ་འདྲི་གཅིག

བྱིས་པའི་ཨ་མ་གིས་བྱིས་པའི་སྲུང་སྐྱོབ་བྱས་ནས་ཞིབ་ཕྲུག་སྲུང་སྐྱོབ་བྱས་ནས་སོ་སོ་རང་ཉིད་ལ་སེ་ར་དཀའ་ཚེགས་ཤུགས་ཆེན་པོ་བརྒྱབ་པ་ཡིན་ན་ད་རུང་ད་དེ་བྱས་ནས་སེ་ར་ཤུགས་ཆེན་པོ་དེ་འདྲ་བརྒྱབ་འོང་ན་ད་སེམས་ཅན་དེ་ཚོ་ཆུང་ཆུང་རང་ནས་ལམ་སང་བསད་བཞག་ར་བའོ་དེ་འདྲ་བྱས་ནས་གང་ལྟར་ཨ་མས་ད་སོ་སོའི་སྤུ་གི་ཆེད་དུ་ལུས་གཏོང་ཤུགས་ཆེན་པོ་བྱས་ཡོད་པ་དེ་འདྲ་གི་ཚོང་དོང་བརྗོད་བྱ་གཙོ་བོ་བྱས་ཡོད་པ་དེ་འདྲ་གི་སྒྲུང་ཆགས་ཀྱི་འདུག། འདི་ཡིན་པ་ཡིན་ན། སྟོན་དུས་ཀྱི་མེ་ཏོག་ཟས་ཀྱི་འདུ་བ། ད་འདི་ཡིན་པ་ཡིན་ན་གཙོ་བོ་ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཡ་རྒྱུ་ཤ་གཙོ་བོ་བྱེད་ཡོད་པའི་སྒྲུང་གཅིག་རེད་ཤག། འདིའི་སྤུ་གུ་དེ་ཁོ་རང་རོགས་པ། ང་ཚོ་བི་ལི་སེ་གི་ར་བ། འབྲུ། ང་ཚོ་གཡག་ཡོད་ར་བ་གཡག་དང་འབྲུ། དེ་འབྲུ་གི་བི་ལི་ཡོད་ར་བ་སྤུ་གུ་ཆུང་ཆུང། དེ་འབྲུ་གི་གད་སྙིགས་ས་དེ་ཤི་འགྲོ་ཡོད་འགྲོ་བོ་དེ་འདྲའི་འགྲོ་བ་གཅིག་རེད་ཤག་དེ་ནས་སྤུ་གུ་དེ་ཚོ་གི་དེའི་རྒྱུ་མཚན་ལ་བརྟེན་ནས། ས་ཆ་ཐོག་གི་གད་སྙིགས་དུས་སུ་བཙོང་མ་བཟོ་ཡ་དེ་དེ་འདྲའི་བརྗོད་བྱ་གཙོ་བོ་ཅི་ཡོད་པ་རེད་ཤ་ཚ་གཙོ་བོ་ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཡ་དེ་གལ་ཆེན་པོ་སྟོན་པའི་སྒྲུང་ཅིག་ཆགས་ཀྱི་འདུག་དེ་ཡིན་པ་ཡིན་ན་ཁ་བའི་ཁྲོད་ཀྱི་བྱམས་བརྩེ་རེད་ཤ་འདི་ཡིན་པ་ཡིན་ན་ཡང་མི་དང་དུད་འགྲོ་བར་གྱི་འབྲེལ་ལམ་བཟང་པོ་ཉར་དགོས་ཡ། མི་ལ་དཀའ་ངལ་ག་ཚད་བྱུང་བ་ཡིན་པ་ཡིན་ན་ཡང་དུད་འགྲོ་དུས་སུ་ལ་རོགས་པ་བྱེད་དགོས་ཡ། མི་དང་དུད་འགྲོའི་བར་གྱི་མཛའ་བརྩེ་གྱི་ཁོར་ཡུག་བཟང་བོ་ཅིག་མཚོན་ཐུབ། གང་ལྟར་མིའི་རིགས་ཀྱིས་དུད་འགྲོ་ལ་རོགས་པ་ཤུགས་ཆེན་པོ་བྱས་ཡ་དེ་འདྲའི་གྱི་བརྗོད་བྱ་གཙོ་བོ་བྱས་ཡོད་པ་དེ་འདྲའི་བརྗོད་བྱ་གང་ཤུགས་ཆེན་པོ་བབས་སེམས་ཅན་དེ་ཚོ་མང་པོ་ཤི་མིའི་གྱི་རི་སྐྱེས་སྲོག་ཆགས་དེ་འདྲའི་ལ་རྩ་དང་དེ་འདྲའི་སྤྲད་ཀྱི་རོགས་པ་བྱས་ཡ་དེ་འདྲའི་གྱི་སྒྲུང་ཅིག་རེད་ཤག།

དེ་འདྲ་ཅིག་ཆགས་ཀྱི་འདུག་གཉིས་པ་དེ་ཡིན་པ་ཡིན་ན་ཐ་སྙད་དེ་སུ་ཡིན་པ་ཡིན་ནའང་རེད་ཨ་ནི་ཚུར་བསྐོར་ཞུ་བྱེད་སྟངས་ཡིན་པ་ཡིན་ནའང་རེད། དཔེ་ཞི་བ་དང་ཞམ་རྩེས་དང། ཨ་ནི་གཅིག་ཚུགས་ཀྱི་ནང་ལོགས་ལ་སྙེམས་ཆ་དང། ཨ་ནི་ཚུགས་ཀྱི་ནང་ལོགས་ལ་ང་ཚོ་གི་ད་གཙོ་བོ་ཞམ་རྩེས་མཛའ་བརྩེ་སྤྲོ་སྣང་བདེ་སྐྱིད་ཞི་བདེ་ཨ་ནི་དེ་འདྲས་ཀྱི་ཅིག་གར་སོ་གོར་ཚོར་བ་འདྲེན་ཐབས་ཡ